ཐོག་མ་དེ་ད་རེས་གཞིས་བྱེས་གཉིས་སུ་གྱར་བའི་ཕི་རི་པིན་དུ་ཡོང་ནས་ཡང་ནས་སྐྱབས་མགོ་རུམ་བྱེད་ཀྱི་འཁྲུངས་ལ་དབྱར་སྲོལ་དེ་ལ་ཡང་རྩ་རྩེའི Test Lag འཚམས་འདྲི་ཞུ་ཡ་ཡིན། ནས་ད་ཟླ་ཉིན་ཤས་སྔོན་ནས་ཨ་མདའ་ཚེ་རིང་ཟླ་བ་ལགས་འགས་འདུག་སྐྱབས་མགོ་རུམ་བྱེད་ཀྱི་ད་རེས་ད་ཕྱི་ལུགས་ལྟར་ནས་གུང་གྲངས་བརྒྱད་ཅུ་གྱ་བདུན་ལ་ཕེབས་པས་ནས་འཁྲུངས་ལ་དབྱར་སྲོལ་དེ་དང་བསྟུན་ནས་སྐྱབས་མགོ་རུམ་བྱེད་ཀྱི་གསུང་རྩོམ་ད་ཕྱག་དེབ་མང་པོ་ཅིག་གི་གར་སོང་རེད། ངོ་སྤྲོད་གནང་ཡག་གི་ཅིག་གི་ཁར་སོང་རེད་ད་ལས་འགུལ་ཧ་ལས་པའི་ཅིག་གི་སྒོ་ནས་གལ་ཆེན་པོ་ཅིག་དང་དོན་སྙིང་ལྡན་པོ་ཅིག་འདི་འདྲའི་ཅིག་སྤེལ་གི་ཡོད་གསུངས་སོང་ཨེ་འདིའི་ནང་ལོགས་ལ་ཡང་ང་རས་ཅིག་ཁར་སོང་རེད་སྐྱ་མོ་རུམ་ཆེ་གི་ཕྱག་དེབ་གང་རུང་ཅིག་ལ་ཡང་ནི་ངོ་སྤྲོད་འདྲ་བོ་ཅིག་གི་ཚུལ་དུ་ཅིག་འདིའི་ནང་ལ་ཡང་འཛུལ་བཞུགས་གནང་རོགས་ཅིག་ཁོ་རང་གི་ཞུས་གནང་བཞིན་ཨེ་ནི་ངས་བདག་གནང་བཞིན་ཁོ་རང་ལ་ཡང་ཁར་སོང་རེད་ནམ་སང་དང་ལེན་ཞུས་པ་ཡིན་ད་འདི། ཅིག་གིས་ང་ཚོ། སྐྱབས་མགོན་རིན་པོ་ཆེས་ད་ང་ཚོ་དངོས་གནས་ཚེ་འདི་ཕྱི་གཉིས་ཀྱི་ད་བུད་མེད་ས་ཡ་དྲུག་གི་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས། སྐྱབས་མགོན། འདི་ཆགས། ཆགས་བསྡད་ཀྱི་ཡོད་རེད་ད་ང་ཚོས་འདི་ལ་ཡ། ཞིག་གར་སོང་རེད་དད་པ་བྱེད་དགོས་ཡ་འདི། གལ་ཆེན་པོ་རེད་འདི་ལས་ད་འདི་ལས་གལ་ཆེ་འདི། ཅིག་སྐྱབས་མགོན་རིན་པོ་ཆེ་གི། གསུང་དོན་ཚོ་ང་ཚོས་ཅིག་གི་དེ་ཚོའི་ཐོག་དེ་ཚོའི་སྒང་ལ་ཡ་དོ་སྣང་བྱས་ནས། སོ་སོའི་ཅིག་གི་གར་སོང་རེད་ད། རིག་པས་གང་ལྕོགས་མཛད་ཀྱི་འདིའི་སྒང་ལ་ཡར་ཤུགས་རྒྱག་དང་བསམ་བློ་བཏང་དགོས་ཡ་འདི་འདྲས་གལ་ཆེན་པོ་ཡིན་དུས་ད་ཨ་མདོ་ཚེ་རིང་ལྟ་བུ་ལགས་ཀྱི་འདི་འདྲས་གནང་བ་འདི། ང་འདྲ་བོ་གཅིག་ནི་དངོས་གནས་གཅིག་གི་ཁར་ཚོགས་རེད། ཁོ་རང་ལ་ཡ། བསྔགས་བརྗོད། ཞུ་ཉིད་དུས་བབ་ནང་བཞིན་ཁོ་རང་ལ་ཡ། འདི་འདྲས་ཞུ་ཡ་བྱུང་སོང་ད། དེ་ནས་གཤམ་ལ་ཡ་ད་གར་ཚོགས་རེད་སྐྱབས་མགོན་རིན་པོ་ཆེ་གི་ཕྱག་དེབ་དག་ཅིག། ཧ་ལས་ཡག་གི། མང་པོ་ཡོད་རེད་དབྱིན་ཇི་དང་བོད་ཡིག་གཉིས་ཀ་ན་ལས་མང་པོ་ཞེ་དྲག་ཡོད་རེད་ད་ཚང་མ། ང་གཅིག་གར་སོང་རེད་ང་རེད་ད་གང་ཐུག་ཐུག་འདྲ་བོ་ཞིག་ཀློག་བས་མ་ཤེས་ཚང་མ་ད་ཀློག་ཡ་བྱུང་མ་སོང་ད་དེའི་ནང་ལོགས་ནས་ད་མི་མང་པོ་གཅིག་གིས་ཨ་ད་ཚིར་ལྟ་བ་ལ་བས་ཁོ་རང་གིས་གསུང་ཡ་བྱས་ན་མི་བརྒྱ་བཅུ་བརྒྱ་ཕྲག་གཅིག་གིས་ཨ་ནི་དེ་དཔེ་དེབ་ངོ་སྤྲོད་གནང་གི་རེད་གསུངས་སོང་ད་དེའི་ནང་ལོགས་ནས་ང་རེད་ངོ་སྤྲོད་བྱེད་ཡ་གི་དེབ་དེ་ཨ་ནི་དེབ་དེའི་མིང་ལ་ཡ་འདི་རེད Mahatma Gandhi and His Holiness the Dalai Lama on Non-Violence and Compassion ཟེར་ཡ་དེ་དེབ་དེ་རེད་དེབ་དེ་ཡིན་ན་ཨ་ནི་ཅེག་ཉིས་སྟོང་ལྔ་ལོ་ལ་ཡང་བསྟོད་དབྱངས་འདི་ཕྱི་དྲིལ་ལས་ཁུངས་ཀྱིས་བཏོན་པ་རེད་ཨ་མདའ་དྷ་རམ་ས་ལ་ལ་ཕྱི་དྲིལ་ལས་ཁུངས་ཀྱིས་བཏོན་ནི་ད་དེབ་དེ་རྩོམ་སྒྲིག་གནང་མཁན་དེ་ཨ་མདའ་སཱ་ཏི་ཨི་མཱམ་དར་བྱུང་ངས་ཁོ་རང་གི་རྩོམ་སྒྲིག་གནང་ཕྱོགས་ཀྱི་དེབ་ཅིག་རེད་ད་དེབ་དེ་ང་གཅིག་གི་ཁར་ཚོགས་རེད་ད་རིང་ངོ་སྤྲོད་བྱེད་དགོས་ཡ་གི་རྒྱུ་མཚན་གཙོ་བོ་དེ་ག་རེ་ཡིན་ཞུས་ན་ང་རང

སེམས་དཔའ་ཆེན་པོ། གཱན་དྷི་ཇི་ཡི་སྐོར་ལ་ཡ་ཙི་འབྲི་བཅུ་གྱིས་ནས་ང་དེབ་མང་པོ་ཀློག་ཡ་གི་ང་ལ་ཡ་ཅིག་གར་སོགས་རེ་ད་ཨིང་འདྲ་བོ་ཅིག་སླེབས་སོང་འདི་ཀློག་ནས་གཱན་དྷི་ཇི་ཡི་གར་སོགས་རེ་ད་གྲུབ་འདི་འདྲ་ལ་ཡ་ཧ་ཅང་གི་ད་གར་སོགས་རེ་ཅིག་གི་གར་སོགས་རེ་སེམས་སྐུལ་ཤུགས་ཆེན་པོ་ཐེ་ཐེ་སྐབས་ཅིག་ད་ང་གཱན་དྷི་གི་ད་གྲུབ་ཐོག་ལ་ཡ་ལ་གར་སོགས་རེ་ཆེད་ལས་འདི་འདྲ་བྱེད་ཡ་གི་ཅིག་བསམ་བློ་འདི་འདྲ་ཁོག་སོང་ད་ག་ད་ག་རེ་ཡིན་ནས་ག་རེ་ཡིན་ནས་མེད་ནས་ད་ག་ད། སྐྱབས་མགོན་རིན་པོ་ཆེ་དང་དགའ་ལྡན་ཅིག་འདྲ་བོ་ཆ་མཚོན་པོ་ཡིན་ན་ངའི་མི་ཚེའི་ནང་གི་ད་མི་གལ་ཆེ་ཤོས་གཉིས་དེ་གཅིག་གི་གར་སོང་བ་རེད་ད་སེམས་ཁྲིད་པ་གལ་ཆེ་ཤོས་གཉིས་དེ་ནི་འདི་འདྲའི་ཆགས་བསྡད་ཀྱི་ཡོད་དུས་ད་ད་རེས་ཀྱི་ཨ་མདའ་གོ་སྐབས་དེ་གཅིག་གར་སོང་བ་རེད་ཚེ་རིང་ཟླ་བ་ལགས་ཀྱི་གོ་སྐབས་དེ་བརྒྱུད་ནས་ནི་ངས་དེབ་དེ་ངོ་སྤྲོད་ཞུས་ན་བསམ་སོང་དེབ་དེ་རྩ་བའི་ཆ་ནས་འདིར་རེད་ཨ་མདའ་ས་ཏིས། ཨི་མཱམ་ཏར་ཁོ་རང་ཅིག་གིས་གཱན་དྷི་གི་གར་སོང་རེད། ལྟ་གྲུབ་ཐོག་ལ་ཡང་དེ་མཁས་པ་འདྲ་པོ་རྒྱ་གར་ནང་ལ་འདི་འདྲའི་བརྩི་གི་ཡོད་རེད་ད་ཁོ་རང་གིས་དེབ་དེ་ངས་སྙིང་རྗེ་མོ་གར་མཐོང་སོང་ཟེར་ལབ་ཡིན་ན། དེབ་དེ་ཤུ་གུ། དེབ་དེ་གར་སོང་རེད། ཤུ་གུ། རྩིས་ཐང་འདྲ་བོ་བྱོན་མ་རེད་པས་ད་ནམ་རྒྱུན་ཤུ་གུ་ཡིན་ན་དེ་ང་ཚོས་ཨིན་ཇི་ནང་ནས Chapter Chapter ཟེར་གི་རེད་བ་ད་ཅིག་སྡེ་ཚན་སྡེ་ཚན་དཔྱད་སྟངས་འདྲ་བོ་དེ་སྙིང་རྗེ་མོ་ར་དེབ་གཞན་པ་དང་མི་འདྲ་ཅིག་གར་འདུག་ཟེར་ལབ་ཡིན་ན། ཟླ་བ་བཅུ་གཉིས་ལ་ཡོད་པ་ནང་བཞིན་འདུག་སེམས་ནི་གཅིག་སྡེ་ཚན་བཅུ་གཉིས་ལ་དབྱེ། ནི་ཤོག་གྲངས་འདི་གཅིག་གཉིས་གསུམ་འདི་འདྲའི་མེད་པ་ཆེ། ཤོག་གྲངས་འདི་ནི་གར་སོང་རེད་སྤྱི་ཟླ་དང་པོའི་ཚེས་གཅིག་ནས་ནི་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ག་ཚོད་ཡོད་འདི་པོ་ཏོ་གཅིག་ཟླ་ཤུ་གུ་ཧ་ལམ་སུམ་བརྒྱ་དྲུག་ཅུ་རེད་དྲུག་ཟེར་ཡོད་པའི་དེབ་འདི་འདྲའི་ཆེ་རེད་ཤག་ད་དེབ་འདིའི་ནང་ལོགས་ལ་ཡང་ནི་སྐྱང་པོ་རིན་པོ་ཆེ་དང་དགའ་འདི་གཅིག་གི་གསུང་རྩོམ་མང་པོ་ནས་གཅིག་ཁོ་རང་གིས་ཕྱོགས་བསྒྲིགས་བྱས་ནི།

ས་ཆས་གང་ཚར་ཅིག་མ་སློག་ནས་ག་ད་ཤུག་གུ་ཅིག་ཅིག་ཅིག་སློག་ཡིན་ནའི་ཨོ་འདི་ཡ་འདེགས་སློག་བདེ་པོ་ཅིག་གི་ཐེབས་ཡག་པོ་ཞིབ་པོ་བཟོས་བཞག་ད། ང་དེབ་དེ་ཉིས་སྟོང་ལྔ་དྲུག་དུ་བ་ནས་ངས་ཉོས་པ་རེད་ད་སྟོན་དུས་ནས་ཉོས་ནས་སློག་པ་ཡིན་ད་རྒྱུས་རིང་པོ་དེབ་དེ་སློག་ནས་རྒྱུས་རིང་པོ་ཕྱིན་སོང་ཡིན་ནའི་ད་ང་སེམས་པའི་ནང་ལོང་ལ་ཡ་དེབ་དེ་སློག་དུས་འཚོ་བ་ག་རེ་སླེབས་སོང་ཟེར་ན་བིན་ན། སྤྱིར་བཏང་གཱན་དྷི་ཇི་ཡི་དེབ་དེ་གཱན་དྷི་ཇི་ཡི་གར་སོགས་རེད། ལྟ་གྲུབ་འདི་གང་ལྟ་གྲུབ་ཟེར་ནས་མི་འདུག་ད་གཱན་དྷི་ཇི་ཡི་དུམ་བུ་འདི་མ་བཞུགས་གི་འདི་ཀློག་ཡོང་དུས་ཏི་ཡི་ཛི་ཇི་གོ་ཚོད་ཁག་པོ་འདྲ་ཅི་ཏི་ཡི་གོ་ཚོད་ཁ་ཁ་ར་ཅི་དེ་འདྲའི་ཡོན་འགྱོག་འདྲ་བོ་སོགས་བྱུང་སྤྱིར་བཏང་དེབ་འདི་ཨིན་ཇི་ཨིན་ཇིའི་ཐོག་ནས་བཏོན་པ་རེད་ཕྱི་དྲིལ་ལས་ཁུངས་ཀྱིས་བཏོན་པ་རེད། ནི་སྐྱབས་མགོན་རིན་པོ་ཆེ་གི་འདི་གང་ལ་སླེབས་དུས་སྐྱབས་མགོན་རིན་པོ་ཆེ་གི་གསུང་རྩོམ་ཕྱོགས་བསྒྲིགས་འདི་གང་ལ་སླེབས་དུས་ཤུག་གུ་འདི་གང་ལ་སླེབས་དུས་ཡང་ཅིག་གི་གོ་བདེ་པོ་ར་བྱེད། དེ་དུས། ཚོར་སྣང་གར་བྱུང་སོང་ཟེར་ལབ་ཡིན་ན་ད་སྐྱག་འབུར་རིན་པོ་ཆེ་གི་ད་དངོས་གནས་གཅིག་གི་གར་སོགས་རེད། ང་ཚོ་ད་གཅིག་གར་སོགས་རེད་སོ་སོ་གང་ཟག་ལ་ཡིན་ན་ད་གཅིག་ཐར་ལམ་བྲལ་ནས་ཐར་ལམ་བྲལ་ངེས་ཀྱི་རྩ་བའི་བླ་མ། ཀ་རི་སུམ་ལྡན་གྱི་རྩ་བའི་བླ་མ་ཆགས་བསྡད་ཡོད་རེད་ཡིན་ནས་ད་གཅིག་གི་གར་སོགས་རེད། དེ་འདྲས་ཀྱི་ད་སྐྱག་འབུར་རིན་པོ་ཆེ་མཁྱེན་པ་རྒྱལ་པོ་ད་ཧ་ལས་པ་ང་ཚོས་ད་ང་འདྲ་བོ་གཅིག་གི་མི་ཕལ་པ་གཅིག་གི་ད་ཚོད་དཔག་ཐིག་ཐུག་ཡ་དེ་འདྲས་ད་རྩ་བ་ནས་མ་རེད་དེ་ལས་ཡིན་ནས་ང་བསམ་བློའི་ནང་ལ་གར་གོ་སོང་ཟེར་ལབ་ཡིན་ན། སྐྱག་འབུར་རིན་པོ་ཆེ་གི། གསུམ་འདི་ཚོ་ཡིན་པ་ཡིན་ན་དེར་ན་ལྟ་དུས་ད་མི་གཅིག་གིས་གར་སོང་ར་སློབ་སྦྱོང་ག་འདྲས་ཡོད་མེད་ལ་མ་ལྟོས་པའི་སློབ་སྦྱོང་ཡོད་ངེས་རེད་ཡིན་ནའི་རེད་མེད་ངེས་ཡིན་ནའི་རེད་ཧ་ལས་པའི་སློབ་སྦྱོང་ཚད་མཐོ་པོ་ཡིན་ངེས་མི་ཚང་མས་གཅིག་གར་སོང་རས་གོ་བདེ་བོ་ཞིག་བུ་གཅིག་གཅིག་གིས་འདི་ད་གཅིག་བླ་མ་མཚན་ལྡན་གི་གཅིག་གིས་གར་སོང་རས་གང་ལ་གང་ཐོས་དེ་ལ་དེ་སྟོན་པ་ལབ་ནང་བཞིན་གཅིག་གིས་ནི་གཅིག་བླ་མ་མཚན་ལྡན་གི་ཁྱད་པར་གཅིག་ཡིན་པ་ད་གཅིག་མི་ཚང་མས། ཁོ་ཐུག་ཡ། སོ་སོའི་ཀླད་པའི་ཆུ་ཚད་ལ་དཔག་པའི་ཅིག་ཧར་སོགས་རེད་བསམ་བློ་ལས་ཐུག་ཡ་འདི་འདྲས་ཀྱི་ཁྱད་པར་ཤུགས་ཆེན་པོ་ཅིག། ང་རས་འདི་འདྲས་འདྲ་པོ་ཞིག་མཐོང་སོང་ཨ་ནི་དེ་ནས་མ་ལྟ་ཅིག་དེབ་དེའི་ནང་ལོག་ནས་ཡ་ལྟ་གནས་ཚུལ་བྱེ་བྲག་པ་ལྟ་ཅིག་ཧར་སོགས་རེད། མང་པོ་བཞི་པོའི་སྒང་ལ་ཡ། བཀའ་སློབ་འདི་འདྲས་ཆོག་སྒྲིག་མང་པོ་འདུག་དམིགས་བསལ་གྱི་དོ་སྣང་ད་རེས་ཁྱེད་ཟེར་ལྟ་ཅིག་ཧར་སོགས་རེད་དོ་སྣང་ཤུགས་ཆེན་པོ་ཡོང་ཡ་ཅིག་འདི་གཙོ་བོ་ར་འདི་ཅིག་ཧར་སོགས་རེད། འདི།

གར་སོགས་རེད། བརྩི་བཀུར། གུས་ཞབས་དེ་འདྲ་གནང་གི་ཡོད་པ་ད་ང་ཚོ་ཚང་མས་ཕལ་ཆེར་གསན་ཡོད་ཡོད་རེད་སྐྱག་མོ་རུམ་བཅས་ཀྱི་ནོ་བེལ་ཞི་བདེའི་གཟེངས་རྟགས་དེ་ཞི་དུལ་ལྡན་ཅིག་གར་སོགས་རེད་ཡ་ཅིག་ཕུལ་ས་གཅིག་དེ་དགའ་འདི་ཞིག་ལ་ཡ་ཕུལ་བ་དེ་འདྲས་བྱུང་ཡོད་རེད། དེ་ནས་ད་ཉེ་བའི་ཆར་ལ་ཡ་སྐྱག་མོ་རུམ་བཅས་ལ་བཅར་འདྲི་མང་པོ་དེ་འདྲས་ཕྱི་རྒྱལ་གྱི་ད་ཅིག་གར་གསར་ཁང་དེ་འདྲས་བཅར་འདྲི་བྱས་མགྱོགས་དེ་འདྲས་མཐོང་སོང་བདེན་རྫུན་ནག་ལོག་ལས་ཅིག་གར་སོགས་རེད། གསར་འགོད་ཅིག་གིས་དྲི་བ་འདི་འདྲའི་ཞིག་དྲིས་ཀི་ཁྱེད་རང་གི་མི་ཚེའི་ནང་ལོགས་ལ་ཡ་དེང་དུས་ཀྱི་གོ་སྒྲིག་ནང་ལོགས་ནས་ད་སེམས་ལ་ཡ་བག་ཆགས་ཆེ་ཤོས་བཞག་ན་སུ་ཡིན་རེད། སྐྱབས་མགོན་རིན་པོ་ཆེ་ལ་ཡ་བཀའ་འདྲི་གནང་བཀའ་འདྲི་གནང་བ་དེ་འདྲས་ངས་མཇལ་སོང་དེ་ལ་ཡ་ད་སྐྱབས་མགོན་རིན་པོ་ཆེ་གི་བཀའ་ལན་དེ་ལ་ཡ་ནི་ག་འདི་ཅི་ཡིན་དེ་ཅི་གར་སོགས་རེད། དེ་འདྲས་གསུངས་བ་དེ་འདྲས་ངས་མཇལ་སོང་ད་ག་ད་དངོས་གནས་ཅི་གི་གར་སོགས་རེད་ང་ཚོ་སྐྱབས་མགོན་རིན་པོ་ཆེས་ད་ག་འདི་ཅིག་གི་ད་ཅིག་གི་ཁར་སོང་རེད་དེབ་འདི་ཀློག་ནི་ད་ཅིག་ཧ་ལས་པའི་ད་ཅིག་གི་ཁར་སོང་རེད་དེང་དུས་དེང་དུས་ཀྱི་ཅིག་འཛམ་གླིང་ནང་ལོགས་ལ་ཡང་ང་ཚོའི་ཉིན་རེའི་འཚོ་བའི་ནང་ལོགས་ལ་ཡང་འབྲེལ་བ་ཤུགས་ཆེན་པོ་ཡོད་མགྱོགས་གི་ད་སྐྱབས་མགོན་རིན་པོ་ཆེས་ད་ག་འདི་ག་འདི་ཅིག་གི་གསུང་དེ་ཚོ་ཡིན་ན་ད་ཅིག་ལྟ་གྲུབ་མང་པོ་ཅིག་ད་ལོ་སྟོང་ཕྲག་ཁ་ཤས་ཀྱི་ལྟ་གྲུབ་སྒང་ལ་ཡང་གཞིས་བཞག་ནས་འདི་འདྲའི་གི་གསུང་གི་ཡོད་རེད་དེ་ལས་ཡིན་ནས་ད་རེས་ཁྱེད་སེང་ང་ཚོའི་ཉིན་རེའི་འཚོ་བའི་ནང་ལོགས་ལ་ཡང་ཧ་ཅང་གི་ཁར་སོང་རེད་སེམས་ནང་ལ་ཡང་སྤྲོ་བ་སྐྱེས་ཐུབ་ཡ་ཅིག་ད། ཅིག་སོ་སོ་ལ་ཡང་གཞན་པ་ཅིག་གེས་མེད་པ་ཡིན་ནའི་སྤོབས་པ་སྐྱེས་ནས་ཡང་འཇིང་པོ་མཐོ་པོ་བསྐྱངས་དཔུང་པོ་མཐོ་པོ་བསྐྱངས་ནས་འགྲོ་ཐུབ་ཡག་གི་འདི་འདྲས་ཀྱི་གར་སོང་རེད། བློ་སྟོབས་ཅིག་འདི་འདྲས་ཅིག་སྐྱེས་ཡོང་གི་ད་འདི་འདྲས་ཡིན་དུས་ཨེ་ནས་ད་རེས་ཀྱི་ད་སྐྱ་མོ་རུམ་ཅིག་ཁོང་ལོ་བརྒྱད་ཅུ་གྱ་བདུན་ལ་ཕེབས་པས་ད་ཕྱི་ལུགས་ལྟར་ཁོང་ལོ་བརྒྱད་ཅུ་གྱ་བདུན་ལ་ཕེབས་པའི་འཁྲུངས་ལོའི་དབྱར་སོས་དེ་ལ་ཡང་ཨེ་ནས་ངས་ང་རའི་སེམས་ནང་གི་རེ་བ་གཙོ་བོ་ར་དེ་ད་རེས་ད་ཅིག་གི་གར་སོང་རེད་མི་དམངས་ལ་ཡང་རེ་བ་ཞུ་ཡ་དེ་གཙོ་བོ་ར་དེ། ད་ང་ཚོས་རྐྱང་བུ་རིན་པོ་ཆེ་གྱི་གར་སོགས་རེད། རྩ་ཆེན་པོ་རེད་འདུག་གཟི་ཡག་ཆོས་གཤོམ་གང་ལ་འགྲིག་ཡག་ཙམ་མ་ཡིན་པའི། གལ་ཆེ་ཤོས་དེ་རྐྱང་བུ་རིན་པོ་ཆེ་གི་གར་སོགས་རེད་ད་ཅིག་གསུང་རྩོམ་འདི་འབྲེལ་ལ་ཡང་ང་ཚོས་དོ་སྣང་ཆེན་པོ་བྱས་ནས་ཀློག་ཡག་ལྷག་པར་དུ་རྐྱང་བུ་རིན་པོ་ཆེ་གི་ད་ཐུག་གི་དམ་བཅའ་བཞི་དེའི་སྒང་ལ་ཡང་ང་ཚོས་སོ་སོའི་ནུས་པ་གང་ཡོང་གིས་ཨེ་ནས་དེའི་སྒང་ལ་ཡག་ཤུགས་རྒྱག་སྟེ་འབད་བརྩོན་གནང་རོགས་གྱིས་ད་ངའི་དེ་སེམས་དངོས་གནས་ཀྱི་གར་སོགས་རེད། སེམས་ཁུངས་ཀྱི་བདག་ཅིག་ཧར་སོག་རེད། རེ་བ་དག་མ་བསུ་ནས་ཁྱེད་རྣམས་ཚབ་ལུ་ཡ། ངའི་རེ་བ་དེ་ཡིན། ལྷན་རྒྱས་ཚང་མ་གྲུང་ལི་ཡ་སོད་ལ་བྲེ་སྟེ་ལས།